མཚམས་རེ་ང་ཚོ་མི་ཚེའི་ནང་ལོགས་ལ་མི་ཟད་དེ། འདོད་ཆགས་ཞེ་སྡང་གཏི་མུག་ང་རྒྱལ་སོགས་ཀྱིས་བཏུམས་ཡོད་ཙང་ཨ་ནི། སོ་སོས་སོ་སོ་ཡིན་ནའི་རེད་མི་གཞན་ལ་ཡིན་ནའི་རེད་དྲན་བསྐུལ་བྱས་ཏེ་གལ་ཆེན་པོ་གཏོང་གི་འདུག་བྱས་ཙང། ཚིགས་བཅད་འདི་ཁ་རེད་པས་ཞུས་ན། གཉེན་གྱི་ཕྱོགས་ལ་འདོད་ཆགས་ཆུ་ཟླ་གཡོར། དགྲ་ཡི་ཕྱོགས་ལ་ཞེ་སྡང་མེ་མདའ་འབར། བླང་དོར་འབྱེད་པའི་གཏི་མུག་མུན་ནག་ཅན། ཕ་ཡུལ་སྤོང་བ་རྒྱལ་སྲས་ལག་ལེན་ཡིན།

སྒྲ་བཤད་དེ་རང་གིས་མ་ག་ཚད་མེད་ཅིག་ཡང་མིན་ན་མི་དེ་གིས་རང་ལ་དགའ་གི་མེད་བ་བྱ་ཞག་ཡང་མིན་ན་གཅིག་ཐང་ཆད་ན་ང་ཚོར་སྒྲ་བཤད་དེ་མི་དོན་མེད་དགུ་མེད་ཅིག་རང་དང་འདྲ་ཆགས་སྲིད་ཀྱི་མ་རེད་སྒྲ་བཤད་དེ་སྙན་མང་རང་དང་འཆམ་པོ་ཡོད་བ་གང་ཞིག་ལ་འཇུག་གོ་རང་དང་མ་འཆམ་པ་ཆགས་ཨང་ཀྱི་མ་ལ་ད་ཉོག་འཛིང་བྱུང་ཡི་ནས་རེད་ག་རེ་བྱུང་ཡི་ནས་རེད་ཨེ་འདྲས་བྱས་རྗེས་ག་ལེ་ག་ལེ་འདྲ་ཆགས་ཡ་ཡོད་རེད་ད་ཆུང་ས་ནས་ཞུས་ན་ཆེ་ས་ནས་ཞུས་ན་རྒྱལ་ཁབ་དང་རྒྱལ་ཁབ་འདྲ་བྱས་རྗེས་དམག་རྒྱལ་བས་ལ་སོགས་པ་ད་དེ་སྐད་དེ་ར་ད་བྱས་ཙང་ཚིགས་བཅད་དེ་གི་འགྲེལ་པ་དེ་ད་ངས་དེ་ལྟ་དེ་ཤེས་བ་ནང་བཞིན་ད་གཅིག་པ་ཡོད་མ་རེད་ག་ཅིག་ན་ན་ད་ངས་དེ། དེའི་ཚིགས་བཅད་འདི། མཉམ་སྦྱོར་ཞུས་བཅས་མཉམ་དུ་འདི་དང། སྦྱར་བཅས་ཨང་ཚོད་མི་བཟད་དང། སྦྱར་ན་ཡག་པོ་འཐུང་གི་འདུག་བསམ་བྱས་ནས་དེ་མཉམ་སྦྱོར་ཞུ་གི་ཡོད། བྱས་ཙང་ལྟ། གལ་སྲིད་ཁྱེད་རང་གི་མི་དེ་དངོས་གནས་གཉེན་བརྩི་གི་ཡོད་པ་ཡིན་ན། གཉེན་བརྩི་གི་ཡོད་པ་ཡིན་ན་ཨ་ནི་སེམས་ནས་ཤ་ཚ་བྱས་རྗེས། རྒན་པའི་ཤུན་པ་བསླབ་བྱ་རྒྱབ་ཕ་མས་ཕུ་གུ་བསླབ་བྱ་རྒྱབ་རྒན་ལགས་ཀྱིས་དགེ་ཕྲུག་བསླབ་བྱ་རྒྱབ་ར།

གར་བྱེད་ནི་རྒན་པའི་ཤུན་པ་བསླབ་བྱ་སྐྱོ་བ་རེད་ལ་ལྟོས་སོ་མ་ང་ཚོའི་བོད་པས། བཞེད་ཚུལ་ནང་ལ། མི་རྒན་པའི་ཁ་ལ་ཉོན་བྱ་བཞིན་པའི་བྲོ་བ་ལ་ལྟོས། མི་རྒན་པའི་ཁ་ལ་ཁ་ཆེ་ཉན་དགོས་རེད་བས་ཞུ་དུས་སམ་པ། ཁོ་ནག་ཚོ་ང་ཚོ་ལས་སྔོན་ལ་འཛམ་གླིང་འདི་ཕེབས་ཙང་ཁོ་ནག་ཚོ་ང་ཚོ་ལས་མཐོང་རྒྱ་ཆེ་ཡོད་རེད་ཐོས་རྒྱ་ཆེ་ཡོད་རེད་ང་ཚོ་ལས་ཉམས་མྱོང་མང་ང་བསགས་ཡོད་རེད་ང་ཚོ་ལས་མང་ང་མཁྱེན་གྱི་ཡོད་རེད་བྱས་ཙང་མི་རྒན་པའི་ཁ་ལ་ཉོན་དགོས་རེད་བྱ་བཞིན་པའི་བྲོ་བ་ལ་ག་རེ་བཞིན་བལྟས་དགོས་རེད་ཟེར་དུས་སམ་པ།